ལོ་རྗེས་བཅུ་གཉིས་པ་ཡི་ལེའུ་དྲུག་པ། ལྷན་སྐྱེས་རྣམ་པ་ད་ལྟ་ང་ཚོ་ཉི་མ་མ་ནུས་པར་ནམ་མཁའ་ལ་མུ་མཐུད་ནས་བསྡད་པའི་སྐོར་ལྟ་གི་ཡིན། ཨ་རྡོ་ནི་རྫས་འདེགས་ཡི་རོ་ཤ་ལང་གི་རྒྱལ་པོ་རེད། ཡོ་ཤེ་བྷ་ཡིས་ཡོ་རུ་ཀོ་དང་ཨེ་ཨའི་དབང་འབྱོར་བྱས་པ་དེ་ཁོང་གིས་ཐེག་པ་མ་ཟད། གྷེ་བི་ཡན་པ་རྣམས་ཡེས་ར་ཨེལ་པ་རྣམས་དང་གནས་ཡོད་པ་དེ་ཐོས་ཡོད། ཡེ་རུ་ཤ་ལམ་གྱི་རྒྱལ་པོ་ཡི་སོ་སོའི་མཐའ་སྐོར་ལ་ཡོད་པའི་རྒྱལ་པོ་ཧྲི་ཀའི་སྟེང་ནས་ད་ཤོད་དང། གྱི་བི་ཡེམ་མི་མང་རྣམས་ཡོ་ཤེ་བྷ་དང་ཨིསི་རཱཨེལི་པ་རྣམས་དུ་འབྲེལ་བ་ཡག་པོ་བྱས་ནས་གནས་འདུག། ཁོ་ཚོ་ལ་མ་ཐོས་བྱས་པའི་ཆེད་དུ་ང་ལ་རོགས་པ་བྱེད་རོགས། རྒྱལ་པོ་ང་ཡི་དམག་མི་མཉམ་དུ་འཛོམས་ནས་སུ་སྐད་པའི་ཡུལ་བ་ལ་དམའ་འཐུས་བྱེད་ཀྱི་ཡོད་པ་དེ་སྐད་པའི་ཡུལ་བ་ཡིས་ཐོས་པ་དང་དེ་ནས་ཁོ་ཚོ་མི་ཞིག་ཡོང་ཤི་བ་རྩ་སྔགས་ནས། ང་ཚོ་ཁྱེད་ལ་ཞུམ་ཆུ་ཞིག་ཡོད་ཙམ་ཟིག་ད་ཁྱེད་ཡོང་ནས་ང་ཚོ་བཅོས་གནང་རོགས་ཞེས་ཞུས་པ་རེད། ཡ་ཧོ་ཝཱ་དཀོན་མཆོག་གིས་ཡོ་ཤི་བ་ལ་གསུངས་པ། རྒྱལ་པོ་དེ་ཚོ་ལ་ཞེད་སྣང་མ་བགྱིས། ངས་ཁོ་ཚོ་ཚང་མ་ཁྱེད་ཀྱི་ལག་ཏུ་སྤྲད་ཀྱི་ཡིན། སུ་གཅིག་གིས་ཁྱེད་ལ་དམའ་འཐུས་བྱས་ནས་རྒྱལ་ཁ་ཐོག་ཐུག་གི་མ་རེད། ཡོ་ཤུ་བ་ཡི་དམག་མི་རྣམས་མཚན་གང་ཙམ་བསྒྲུབས་ནས་ཨ་མོ་རེ་པཱ་ཡི་དམག་མི་རྣམས་ལ་ཧམ་བསམ་དགོས་པའི་དམག་འཐུས་ཤིག་བྱས་པ་རེད། ཨིསི་རཱཨེལ་གྱི་དམག་མི་རྣམས་ཨ་མོ་རེ་པཱ་ཕྱོགས་སུ་འགྲོ་བའི་སྐབས་སུ་ཡ་ཧུ་བ་དཀོན་མཆོག་གིས་ཨ་མོ་རེ་པཱ་རྣམས་ལ་ཞེད་སྣང་ཆེན་པོ་ཞིག་བསྐོས་པ་རེད། ཨིས་ར་ཨེལ་གྱི་དམག་མི་རྣམས་འདི་ཕྱོགས་སུ་ཡོང་བཞིན་ཡོད་པའི་སྐབས་སུ་ཨ་མོ་རི་པ་ཡི་དམག་མི་རྣམས་དྲེགས་རྩིས་བྱས་པ་རེད། སྐབས་དེ་དུས་ཡ་ཧུ་བྷ་ཡིས་ཟེ་དོ་ཆེན་པོ་བོད་དུ་བཅུག་ནས་ཁོ་ཚོ་ཡི་མི་མང་འཆི་བ་བསད་བ་རེད། དམག་འཐབ་དེས་མུ་མཐུད་ནས་བྱས་པ་དང་ཨིས་ར་ཨེལ་པ་རྣམས་རྒྱལ་ཁ་མ་ཐོབ་སྔོན་དུ་ཉི་མ་ཉུག་སྒྲུག་བྱས་པ་རེད། སྐབས་དེ་དུས་ཡོ་ཤེ་བྷ་ཡིས་ཡ་ཧོ་ཝཱ་དཀོན་མཆོག་ལ་སྨོན་ལམ་ཞུས་ནས་བརྗོད་པ། ཟླ་བ་མ་ཤར་བདེ་ཤོག། ཉི་མ་མ་ནུབ་བདེ་སྐྱིད། དེ་ནི་ཨིསི་རཱཨེལ་གྱི་དམག་མི་རྣམས་ཀྱིས་རྒྱལ་ཁ་མ་ཐོབ་བར་དུ་ཟླ་བ་ཤར་མེད་ལ་ཉི་མ་ཡང་ནུབ་མེད།